ཕྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས་ཀྱི་གསར་འགོད་གསལ་བསྒྲགས། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བླ་ན་མེད་པའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཡང་དག་པའི་མང་གཙོའི་ལམ་བཟང་གསོལ་མཛད་བཀའ་དྲིན་ཆེ་བ་བཞིན། བྱེད་སྒོས་བོད་མི་རྣམས་ནས་མང་གཙོའི་ལམ་བཟང་ལོངས་སུ་སྤྱོད་བཞིན་པ་ལྟར་གྱིས། དབུས་འོས་བསྡུ་ལས་ཁང་ནས་བཅའ་སྒྲིག་དགོངས་དོན། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་རྩ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དང་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་བཅས་ཀྱི་འོས་བསྡུ་ཆེན་མོའི་ལས་རིམ། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས་སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་ཟླ་བ་བཅུ་པའི་ཚེས་བདུན། ནས་དངོས་སུ་འགོ་འཛུགས་ཞུས་ཏེ་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་གཉིས་པའི་ཚེས་གཅིག་ཉིན། སྔོན་འགྲོའི་འོས་བསྡུ་ཆེན་མོ་དང་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་བཞི་པའི་ཚེས་ཉིས་རྩ་དྲུག་ཉིན། དངོས་གཞིའི་འོས་བསྡུ་ཆེན་མོ་བཅས་ལས་དོན་ཁག་བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དགོངས་དོན་ཐོག་མཐའ་བར་གསུམ་དྲང་བདེན་དང་འདྲ་མཉམ་རང་དབང་ངང་ལེགས་འགྲུབ་ཐུབ་པ་བྱུང་བར་ས་གནས་འོས་བསྡུ་ལས་ཁང་ཁག་གི་འོས་བསྡུ་འགན་འཛིན་དང་འགན་འཛིན་ལས་རོགས་ཚོགས་མི་ཟུར་དཔང། ལས་བྱེད་དང། དང་བླངས་བཅས་ནས་ཕྱ་གྲུ་མཉམ་འདེགས་དང་ཧུར་སྐྱེད་གནང་བར་དབུས་འོས་བསྡུ་ལས་ཁང་ནས་བསྔགས་བརྗོད་དང་འོས་འཕེན་པ་རྒྱ་ཆེ་མང་ཚོགས་ལ་ལེགས་གསོལ་ཞུ་རྒྱུ་ཡིན། ཀ་པ། སྐབས་བཅོ་བརྒྱད་པའི་བོད་མང་སྤྱི་འཐུས་ཀྱི་དངོས་གཞིའི་འོས་བསྡུའི་གྲུབ་འབྲས་གསལ་བསྒྲགས། འོས་བསྡུ་ཆེན་མོའི་ལས་རིམ་གཏན་འབེབས་བཞིན་དེ་རིང་སྤྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་ལྔ་པའི་ཚེས་བཅོ་གསུམ་ཉིན། བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དོན་ཚན་ལྔ་བཅུ་ང་གཉིས་པའི་དགོངས་དོན། བདམས་ཐོན་བྱོས་པའི་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་རྣམས་ཀྱི་མཚན་གཞུང་རྒྱ་ཁྱབ་གསལ་བསྒྲགས་ཞུ་རྒྱུར། འདེམས་ཐོན་སྤྱི་འཐུས་རྣམ་པའི་མཚན་གཞུང་ཟུར་ཡོད་ལྟར་མཇལ་ཡང་སྒྲོག་སྦྱང་ཞུ་ཡ་བྱས། དང་པོ། དེ་ལོ་བཙན་བྱོལ་བོད་མིའི་འོས་བསྡུ་ཆེན་མོའི་སྐབས་འཛམ་གླིང་རྒྱལ་ཁབ་ཁག་ཉི་ཤུ་རྩ་བདུན་ནང་ས་གནས་འོས་བསྡུ་ལས་ཁང་བརྒྱད་ཅུ་གྱ་བདུན་ནས་འགན་འཁུར་ཐོག་འོས་བསྡུ་བྱ་ཡུལ་སྡེ་ཚན་སུམ་བརྒྱ་དགུ་ནང་དབུས་དང་ས་གནས་འོས་བསྡུའི་ཚོགས་མི་དང་ཟུར་དཔང་ལས་བྱེད་གྲངས་གཅིག་སྟོང་བདུན་བརྒྱ་སུམ་ཅུ་སོ་བདུན་བཅས་ནས་ཕྱར་གྲུ་མཉམ་འདེགས་དང་ངེས་པ་ཁྱད་བསད་ཀྱིས་འོས་བསྡུའི་ལས་དོན་ཡོངས་རྫོགས་འགྲིག་མཐུན་ལེགས་འགྲུབ་ཐུབ་པ་བྱུང་བ་ནི་རྒྱ་བོད་དགེ་བའི་ཆོས་འབྲེལ་དུ་ཕུལ་ཐུབ་པ་བྱུང་ཡོད། གཉིས་པ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་ལྔ་བཅུ་དྲུག་ལོའི་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆུ་མེད་ནང་འོས་འཕེན་པའི་མིང་གཞུང་དེབ་བཀོད་བྱེད་མཁན་ཁྱོན་མི་གྲངས་དགུ་ཁྲི་གཅིག་སྟོང་བརྒྱ་མེད་བདུན་ཅུ་དོན་གསུམ་བྱུང་ཡོད་པ་ནས་སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ཀྱི་སྔོན་འགྲོའི་འོས་བསྡུའི་སྐབས་འོས་འཕེན་པ་གྲངས་ལྔ་ཁྲི་གཅིག་སྟོང་བརྒྱ་དང་བཞི་བཅུ། བརྒྱ་ཆ་བྱས་པས་ན་བརྒྱ་ཆ་ལྔ་བཅུ་ང་དྲུག་དང་ཚགས་བཅོ་ལྔ་བྱུང་ཡོད། དངོས་གཞིའི་འོས་བསྡུའི་ནང་འོས་འཕེན་པ་གྲངས། ཞེ་ཁྲི་ཆིག་སྟོང་དྲུག་བརྒྱ་སུམ་ཅུ་སོ་བརྒྱད། བརྒྱ་ཆ་བྱས་པས་ན་བརྒྱ་ཆ་བཞི་བཅུ་ཞེ་ལྔ་དང་ཚ་བདུན་ཅུ་དོན་གཅིག་ཆགས་ཡོད་པ་དང་དེའི་ཁོངས་འོས་ཤོག་རྩིས་མེད་གྲངས་ལྔ་བརྒྱ་བདུན་ཅུ་བྱུང་འདུག་གསུམ་པ། དེ་ལོ་སྤྱི་འཐུས་གཉིས་ཀྱི། སྲིད་སྤྱི་གཉིས་ཀྱི་སྔོན་འགྲོའི་འོས་བསྡུའི་ཆེད་བོད་མི་སུད་ཚོང་ས་ཁུལ་ཁག་ནང་ས་གནས་འོས་བསྡུ་ལས་ཁང་དང་ས་གནས་འོས་བསྡུ་བྱ་ཡུལ་སྡེ་ཚན་གྲངས་སུམ་ཅུ་སོ་གཅིག་གསར་འཛུགས་ཀྱིས་འོས་བསྡུ་ཐུབ་པ་བྱུང་ཡོད། བཞི་བ། དབུས་འོས་བསྡུ་ལས་ཁང་ནས་འོས་བསྡུ་ཆེན་མོའི་ལས་རིམ་ཚགས་ཚུགས་ཡོང་སླད་དང། མང་ཚོགས་ལ་བཙན་བྱོལ་བོད་མིའི་འོས་བསྡུ་སྒྲིག་གཞི་དང་རྩ་འཛིན་ལམ་སྟོན། འོས་བསྡུའི་འགན་གནས། གལ་གནད་སོགས་ཀྱི་སྐོར་གོ་རྟོགས་སྤེལ་ཆེད། བོད་མིའི་གནས་སྡོད་རྒྱལ་ཁབ་བདུན་ནང་ས་གནས་གྲངས་ལྔ་བཅུ་ང་ལྔ། ནང་མང་ཚོགས་དང་ས་གནས་འོས་བསྡུའི་ཚོགས་མི་དང་ཟུར་དཔང། ལྷན་ཚོགས་འདུ་ཐེངས་བརྒྱ་ལྷག་ཚོགས་ཐུབ་པ་བྱུང་ཡོད། དེ་བཞིན་རྒྱ་གར་ནང་གི་ས་གནས་འོས་བསྡུ་འགན་འཛིན་དང་འགན་འཛིན་ལས་རོགས། འབྲེལ་མཐུད་པ་བཅས་གྲངས་བཞི་བཅུ་ཞེ་གསུམ་ལ་རྡ་རམ་ས་ལར་འོས་བསྡུ་བྱེད་མིན་ལས་དོན་བྱེད་ཕྱོགས་དང་འོས་བསྡུའི་སྒྲིག་གཞིའི་ཐོག་དམིགས་བསལ་ཟབ་སྦྱོང་ཞིག་གོ་སྒྲིག་ཐུབ་པ་བྱུང་ཡོད། ལྔ་པ། རྒྱ་ཆེ་མང་ཚོགས་ནས་མང་གཙོའི་ཁེ་དབང་ལོངས་སུ་སྤྱད་དེ་བཙན་བྱོལ་བོད་མིའི་སྲིད་སྐྱོང་དང་བོད་མི་མང་སྤྱི་འཐུས་གྲངས་བཞི་བཅུ་ཞེ་ལྔ་གསར་བདམས་ལེགས་གྲུབ་བྱུང་ཡོད། འདེམས་ཐོན་བྱུང་བ་རྣམས་ནས་གཙོ་བོ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་བཞིན་ཤར་བསྐོས་ཐོག་ཆིག་སྒྲིལ། སྐྱིད་སྡུག་མཉམ་མྱོང། གཞིས་བྱེས་བོད་མི་ཡོངས་ཀྱི་སྙིང་ནས་བརྣགས་པའི་བོད་དོན་བདེན་མཐའ་མྱུར་དུ་གསལ་བའི་ཆེད། གཞིས་བྱེས་མཉམ་འཛོམས་ཡོང་བའི་གལ་ཆེའི་ལས་དོན་ཐོག་འབད་བརྩོན་གནང་དགོས་པའི་རེ་འདུན་ཞུ་རྒྱུ་དང། ཁ་བ། འདི་ལོའི་འོས་བསྡུ་ཆེན་མོའི་ལས་རིམ་སྐབས་དབུས་འོས་བསྡུ་ལས་ཁང་གི་ལས་དོན་བྱེད་ཕྱོགས་ཐད་མང་ཚོགས་ནང་བསམ་ཚུལ་ཁག་ཅིག་འབྱུང་བཞིན་ཡོད་ན། འགན་འཛིན་རྣམས་ནས་ལས་དོན་བྱེད་ཕྱོགས་དང་འབྲེལ་བའི་གསལ་བཤད་ཁག་ཅིག་ཞུ་རྒྱུ་འདི་མཐའ་མ་འདས་ཞུ་རྒྱུ་བྱས། འོས་བསྡུའི་ལས་རིམ་འགོ་བཙུགས་པ་ནས་ད་བར་ཕྱི་ནང་གཉིས་ནས་འགོག་རྐྱེན་སྣ་མང་བྱུང་ཡོད་ཀྱང། དབུས་འོས་བསྡུ་འགན་འཛིན་གསུམ་ནས་སྤྱི་དོན་ཁོ་ནར་དམིགས་ཏེ་ལྷག་བསམ་རྣམ་དག་གིས་ཕྱོགས་ལྷུང་དང་འཛེམ་ཟོན་མེད་པར་སྒྲིག་གཞི་དང་རྩ་འཛིན་ལམ་སྟོན་ཐོག་འགལ་རྩོད་ར་སྤྲོད་བྱུང་རིགས་ལ་སྐབས་དུས་སོ་སོར་གདོང་ལེན་ཞུས་པའི་ཐོག་འོས་བསྡུའི་ལས་རིམ་ཡོངས་རྫོགས་སྒྲིག་མཐུན་རང་དབང་དྲང་བདེན་དང་འདྲ་མཉམ་ཐོག་ཞི་འཇམ་ཚགས་ཚུགས་ཡོང་བར་འབད་བརྩོན་ཞུས་པ་ལྟར་ད་ལན་སྲིད་སྤྱི་གཉིས་ཀྱི་འོས་བསྡུ་ཆེན་མོའི་ལས་རིམ་ཆ་ཚང་གེགས་མེད་ལྷུན་འགྲུབ་ཐུབ་པས་མཐུན་རྐྱེན་རམ་འདེགས་གནང་མཁན་སྤྱི་དང་ལྷག་པར་དུ་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་སྣར་ཐང་དཔར་ཁང་དང་བོད་ཀྱི་བརྙན་འཕྲིན། དཔལ་འབྱོར་ལས་ཁུངས་ཁ་སྐྱོང་ཀམ་པུའུ་ཏར་སྡེ་ཚན། ལས་ཁུངས་ཁག་ནས་འོས་ཤོག་སྟེང་འོས་གཏམ་བརྒྱབ་མཁན་དང། དེ་བཞིན་འོས་ཤོག་གྲངས་བཤེར་གྱི་གྲུབ་འབྲས་ཕྱོགས་སྡོམ་ཐོག་ཕྱག་རོགས་གནང་མཁན་ལས་བྱེད་ཡོངས་ལ་དབུས་འོས་བསྡུ་ལས་ཁང་ནས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རྒྱུ་བཅས་ཀྱི་གསར་འགོད་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁང་ནས་ཕྱི་ལོ་ཉིས་སྟོང་ཉིས་རྩ་དྲུག་ཟླ་བ་ལྔ་པའི་ཚེས་བཅོ་གསུམ་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས་དང་པོ་དེ་ལ་ཆོས་བརྒྱུད་རྙིང་མ་ཨང་དང་པོ་མིང་མཁན་པོ་བསོད་ནམས་བསྟན་འཕེལ་འདྲ་པར་ཡོད་པ་བྱས་ནས་ཕ་ཡུལ་རེ་ཁེ་འོས་གྲངས་སུམ་བརྒྱ་དགུ་བཅུ་ཟུར་བཅོས་དེ་ལ་འདེམས་ཐོན་བྱེད་དུས། གཉིས་པ། མཁན་པོ་འཇམ་དཔལ་བསྟན་འཛིན། ཕ་ཡུལ་མི་ཉག་ལོ་གྲངས། འོས་གྲངས། བརྒྱ་དང་དགུ་བཅུ་གོ་བདུན། འདེམས་ཐོན་སྤྱི་འཐུས་རྣམ་པ་གཉིས། རྙིང་མའི་སྤྱི་འཐུས་རྣམ་པ་གཉིས་འདི་ཡིན། འདིའི་འོག་ལ། གཉིས་ཡོད་པ་འདི། མ་འོངས་པ་དགུ་བསྡུ། འདི་འདྲ་ཆུང་པོ་ཡིན་ན། འདིའི་ནང་ལ་གཟི་ཡ་གཅིག་བྱས། གཉིས་པ་དེ་ལ་བོད་སྤྱི་ལོ་ཉིས་སྟོང་ཉིས་བརྩ་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས་བཀའ་བརྒྱུད་ཨང་དང་པོ། བསྟན་པ་ཡངས་པའི་འདྲ་པར་ཡོ་བྱད་ཕ་ཡུལ་ཆབ་མདོ་འོས་གྲངས་ཉིས་བརྒྱ་ལྔ་བཅུ་ང་བདུན་ཟུར་བཅོས་དེ་ལ་འདེམས་ཐོན་སྤྱི་འཐུས་བཀའ་བརྒྱུད་སྤྱི་འཐུས་བྱས་གཉིས་པ་དེ་ལ་ཀུན་དགའ་བསོད་སྟོབས། ཕ་ཡུལ་སྡེ་དགེ་འཇོ་མདའ། འོས་གྲངས། ཉིས་བརྒྱ་སུམ་ཅུ་སོ་གསུམ། འདེམས་ཐོན་སྤྱི་འཐུས་རྣམ་པ་གཉིས་དེ་འདི་ཡིན། གསུམ་པ་དེ་ལ་ཕྱི་ལོ་ཉིས་སྟོང་ཉིས་བརྒྱ་རྩ་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས་དཔལ་ལྡན་ས་སྐྱ་པ་གི་སྤྱི་འཐུས་རྣམ་པ་དང་པོ། སློབ་དཔོན་ཐུབ་བསྟན་རྒྱལ་མཚན། སྨར་ཁམས། འོས་གྲངས་བརྒྱ་དང་བདུན་ཅུ་དོན་གཅིག་ཟུར་བཅོས་འདེམས་ཐོན། གཉིས་པ་དེ་ལ་མཁན་པོ་ཀ་བྲག་དངོས་གྲུབ་བསོད་ནམས། ཕ་ཡུལ་དཀར་མཛེས་འོས་གྲངས་བརྒྱ་དང་བཞི་བཅུ་ཞེ་བདུན་འདེམས་ཐོན་སྤྱི་འཐུས་རྣམ་པ་གཉིས་དེ་ཡིན། སྤྱི་ལོ་ཉིས་སྟོང་ཉི་ས་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས།

འོས་གྲངས་གཉིས་སྟོང་ཉིས་བརྒྱ་དགུ་བཅུ་དགུ་ལྔ་འདེམས་ཐོན་སྤྱི་འཐུས་དེ་ལུགས་སྤྱི་འཐུས་རྣམ་པ་གཉིས་དེ་འདི་ཡིན། དེ་ནས་ཆོས་བརྒྱུད་ལྔ་པ། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས་གཡུང་དྲུང་བོན་གྱི་སྤྱི་འཐུས་རྣམ་པ་གཉིས་དེ། དང་པོ་དེ་དགེ་བཤེས་ཨ་ཀྲོང་རིན་ཆེན་རྒྱལ་མཚན། ཕ་ཡུལ་སྦྲ་ཆེན་འོས་གྲངས་བརྒྱ་དང་ཉི་ཤུ་རྩ་དྲུག། ཟུར་བརྗོད་འདེམས་ཐོན། གཉིས་པ་འདི་ལ་བ་ར་ཚེ་དབང་བཀྲ་ཤིས། ཕ་ཡུལ་སྦྲ་ཆེན། འོས་གྲངས་དགུ་བཅུ་གོ་ལྔ། འདེམས་ཐོན་སྤྱི་འཐུས་རྣམ་པ་གཉིས་གཡུང་དྲུང་བོན་འདེམས་ཐོན་སྤྱི་འཐུས་རྣམ་པ་གཉིས་བྱས་བྱས་ནས་ཆོས་བརྒྱུད་མངའ་སྡེའི་སྙན་བཟང་ཞུས་ཚར་བ་ཡིན། དེ་ནས། ཕྱི་ལོ་ཉིས་སྟོང་ཉི་ས་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུ་ཆེན་མོའི་གྲུབ་འབྲས། དབུས་གཙང་ཆོལ་ཁའི་གྱི་སྤྱི་འཐུས་རྣམ་པ་ཅུ་སྡིག་གི་ཨེ་ནི་མཚན་གཞུང་མ་ངེས་གསང་ཞུ་ཆོག་པ་ཆེ། རིས་མེད་འདི་ལ་ཨང། མིང། འདྲ་པར། ཕ་ཡུལ་འོས་གྲངས་ཟུར་བཅོས། བཅས་དང་པོ་འདི་ལ་སྒྲོལ་མ་ཚེ་རིང། ཕ་ཡུལ་གྲངས་ནི། འོས་གྲངས། གཅིག་ཁྲི་གཉིས་སྟོང་བདུན་བརྒྱ་བདུན་ཅུ་དོན་དྲུག། གཉིས་པ་རི་འཛེག་ལྷུན་འགྲུབ། ངམ་རིང། གཅིག་ཁྲི་སྟོང་མས་ཉིས་བརྒྱ་བཅུ་མས་གཉིས། གསུམ་པ་འདི་ལ་བསྟན་རྩིས་ཆོས་འཛིན། མལ་གྲོ་གུང་དཀར་དགུ་སྟོང་བརྒྱད་བརྒྱ་བརྒྱ་བཅུ་བརྒྱ་བཞི། བཞི་པ་འདི་ལ་ཟླ་བ་ཚེ་རིང་ར་ཆུ་དགུ་སྟོང་དྲུག་བརྒྱ་བདུན་ཅུ་དོན་གཅིག། ལྔ་པ་འདི་ལ་བློ་བཟང་རྒྱ་མཚོ་སྲི་ཐར་སྐྱིད་གྲོང་དགུ་སྟོང་བརྒྱ་མས་དགུ་བཅུ་གོ་བཞི། དྲུག་པ་དེ་ལ་མི་འགྱུར་རྡོ་རྗེ། མཐོན་མཐིང། བརྒྱད་སྟོང་ལྔ་བརྒྱ་ཉི་ཤུ་རྩ་བདུན། བདུན་པ་དེ་ལ། ཀོང་ཚ་ལྷ་མོ་ཚེ་རིང་དིང་རི། བདུན་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད། བརྒྱད་པ། སྲོག་བསྡོས་དངོས་གྲུབ་རྡོ་རྗེ་ལྔ་རིགས་བདུན་སྟོང། སུམ་བརྒྱ་བདུན་ཅུ་དོན་བདུན། དགུ་པ། ལྷག་པ་ཚེ་རིང་ཕག་རི། དྲུག་སྟོང་ལྔ་བརྒྱ་དགུ་བཅུ་གོ་དྲུག། བཅུ་པ་དང་ཐ་མ་མགོན་པོ་བདུན་དྲུག། ལྔ་རིག་དྲུག་སྟོང་ལྔ་བརྒྱ། བྱའི་ཆོས་ནི་དབུས་གཙང་སྤྱི་འཐུས་རྣམ་པ་བཅུ་འདི་འདེམས་ཐོན་དེ་གའི་དེ་གའི་ཡིན་འདིའི་འོག་ལ་སྒུག་འདོན་གནང་ལ་ཕེབས་ངེས་ད་ཉི་ཤུ་བཅུ་ཐམ་པ་འདུག་བྱས་ནས་སྙན་སྒྲོན་ཞུས་ཚར་བ་ཡིན་ཐུགས་རྗེ་ཆེ་གནང།
ཐོག་མ་དེ་གསང་མ་ལོ་ལ་སྔར་དེ་ལས། ད་ལྟ་ངེད་ཀྱི་ཨེ་ད། མདོ་སྟོད་ད། མདོ་སྨད་ཆེན་ཨ་ནི་གཅིག་གི། ཡུལ་གྲུ་ཁག་གི་སྤྱི་འཐུས་འདི་མར་བགྲོས་སྦྱང་ཞུ་ཡ་ཡིན། དང་པོ་དེ་སྤྱི་ལོ་ཉིས་སྟོང་ཉིས་ས་དྲུག། ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དོན་དངོས་གཞིའི་གི་འོས་བསྡུའི་ཆེན་མོའི་གི་གྲུབ་འབྲས། མདོ་སྟོད་ཀྱི། གྲུབ་འབྲས་དེ་མར་གསལ་བསྒྲགས་ཞུ་ཡ་ཡིན་དང་པོ་དེ་ཨང་བྱས་དེ་ནས་མིང། ཨ་ནི་འདྲ་པར་ཕ་ཡུལ་ཨ་ནི་འོད་གྲང་ཨ་ཟུར་ཆུ་ཨ་ནི་དང་པོ་དེ་འཇུ་ཆེན་ཀུན་སྤྱོད་ཆོས་སྒྲོན་ཕ་ཡུལ་སྡེ་བརྒྱད་འོད་གྲང་ལྔ་སྟོང་བརྒྱ་མེད་ལྔ་སྟོང་གཅིག་བརྒྱ་བཅུ་མེད་གཉིས་གཉིས་པ་དེ་དགའ་བརྒྱ་རྒྱ་མཚན་ཆོས་སྐྱིད་ནག་ཆུ་བཞི་སྟོང་བདུན་བརྒྱ་བདུན་ཅུ་བདུན་བཞི་བཞི་སྟོང་བདུན་བརྒྱ་བདུན་ཅུ་གསུམ་པ་དེ་གསེར་རྟ་ཚུལ་ཁྲིམས་གསེར་རྟ་བཞི་སྟོང་ལྔ་བརྒྱ་དགུ་བཅུ་གོ་བརྒྱད་བཞི་པ་དེ་ཀུན་སྤྱོད་ཡང་པདྨར་ཁམས། བཞི་སྟོང་ལྔ་བརྒྱ་སུམ་ཅུ་སོ་གཉིས། ལྔ་པ་དེ་མཆོད་འབེབས་ཐུབ་བསྟན་འབར་བ། བཞི་སྟོང་བརྒྱ་དང་ལྔ་བཅུ་ང་དགུ། དྲུག་པ་དེ་དབང་འདུས་རྡོ་རྗེ་ཏྲེ་ཧོར། སུམ་སྟོང་དགུ་བརྒྱ་བདུན་ཅུ་དོན་བདུན། བདུན་པ་དེ་ཟླ་བ་ཚེ་རིང་དགའ་བ། སུམ་སྟོང་ལྔ་བརྒྱ་ཉི་ས་བརྒྱད། བརྒྱད་པ་དེ་ངག་དབང་བློ་གྲོས་དགའ་བ། སུམ་སྟོང། སུམ་སྟོང་སུམ་བརྒྱ་དགུ་བཅུ་གོ་གཉིས། དགུ་པ་དེ་ཀུན་སྤྱོད་རིན་ཆེན་འབྲི་རུ་སུམ་སྟོང་བརྒྱ་དང་དགུ་བཅུ། བཅུ་པ་དེ་སངས་རྒྱས་རྡོ་རྗེ་ལྷ་ཐོག་སུམ་སྟོང་གཅིག་བརྒྱ་ཉི་ས་དགུ། དེ་ནས་འདེམས་ཐོན་བྱུང་བ་སྤྱི་འཐུས་རྣམ་པ་བཅུ་དེ་གསོན་ཤུགས་འདི་རེད། དེའི་འོག་དེ་ཚང་མ་ནི་གོ་བསྡུར་ནང་ལ་ཞུས་པ་དེ་རེད། དེ་ནས་མདོ་སྨད་ཀྱི་ཕྱི་ལོ་ཉིས་སྟོང་ཉི་ས་དྲུག་ལོའི་བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུ་གྱི་གྲུབ་འབྲས་མདོ་སྨད་ཨང། མིང། འདྲ་པར་ཕ་ཡུལ་འོས་གྲངས་ཟུར་བརྗོད་སུ་བྱས་ཡིན་དང་པོ་དེ་བསྟན་འཛིན་དཔའ་མོ་སྟག་འཚེར། གཅིག་སྟོང་ཉིས་བརྒྱ་དགུ་བཅུ་གོ་དགུ། གཉིས་པ་དེ་ཤི་གྲོ་མ་ཧོར་གཙང་གཅིག་སྟོང་གཅིག་བརྒྱ་དྲུག་ཅུ། གསུམ་པ་དེ་ལྷ་རོང་རྔ་བ་གཅིག་སྟོང་གཅིག་བརྒྱ་བཅུ་དྲུག། བཞི་པ་དེ་ར་རྩ་བསོད་ནམས་ནོར་བུ་ཤར་ཁོག་གཅིག་སྟོང་བརྒྱ་མེད་དྲུག་ཅུ་རེ་གཅིག། ལྔ་བ་དེ་ཀརྨ་དགེ་ལེགས། བྱ་ཁྱུང། གཅིག་སྟོང་བརྒྱ་མེད་གསུམ་སོ་བཞི། དྲུག་པ་འདི། དཔོན་ཚང་བློ་བཟང་ཐུབ་བསྟན་རེབ་གོང། དགུ་བརྒྱ་བཞི་བཅུ་ཞེ་བདུན་བདུན་པ་འདི་ལྷ་རོང། ཨ། ལྷ་མོ་སྐྱབས། དམངས་རག། དགུ་བརྒྱ་བཅུ་གཅིག། བརྒྱད་པ་འདི་ཨོ་རྒྱན་སྐྱབས། དཔའ། རིང། བརྒྱད་བརྒྱ་དགུ་བཅུ་དགུ་དྲུག་དགུ་བ་འདི་ཆོས་གྲགས་རྒྱ་མཚོ། གཅན་ཚ། བརྒྱད་བརྒྱ་བདུན་བཅུ་དོད་དགུ་བཅུ་པ་འདི་པད་མ་མཚོ། ལྔ་པ་ཁུ། ལྔ་པ་ཁྱུང་ཁུ། ཁྱུང་ཆུ། བརྒྱད་བརྒྱ་དྲུག་ཅུ་རེ་དགུ་ཕྱེད་མའི་དུ་ཕྱིན་ལྡེམ་སྟོན་བྱུང་བ་བཅུ་དེའི་མཚན་ཞུ་འདི་རེད། དེ་མིན། གཞན་དེ་ཨན་གོག་ཐོ་ན་ཡོད་པ་དེ་རེད། དེ་ནས་སྤྱི་ལོ་ཉིས་སྟོང་ཉི་ས་དྲུག་ལོའི་བོད་མི་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྱི་གྲུབ་འབྲས་ལྷོ་བྱང་ཨ་རིག་གི་ཨང་ཆེ་མིང་འདྲ་པར་ཕ་ཡུལ་འོས་གྲངས་ཨན་ཟུར་བཅུ་དང་པོ་དེ་དགུ་དྲུག་བརྒྱ་སམ་ཕུན་ཚོགས་དིང་རིག་ལྔ་སྟོང་བརྒྱ་མེད་གསུམ་སོ་ལྔ། གཉིས་པ་དེ་ཚེ་བརྟན་ཕུན་ཚོགས་ལྷ་ས། བཞི་སྟོང་བརྒྱད་བརྒྱ། ཨ་ནི་དེ་ནི་འདེམས་ཐོན་དེ་ཁོ་ཚོ་གཉིས་རེད་དེ་འོ་དེ་གསུམ་དེ་གོག་ཏོ་ན་ཡོད་པ་དེ་ཚེ་ཟེར་གྱི་རེད་ཞུ་ཡ་ཡིན། དེ་ནས་ཕྱི་ལོ་ཉིས་སྟོང་ཉི་ས་དྲུག་ལོའི་བོད་མི་མང་སྐབས་བཅོ་བརྒྱད་པའི་དངོས་གཞི་འོས་བསྡུ་གྱི་གྲུབ་འབྲས་ཡུ་རོབ་དང་ཨ་ཧྥེ་རི་ཁའི་གི་ཁུད། ཨང། མིང་བྱེ་བྲག་ཕར་ཆེ་ཕ་ཡུལ་འོས་གྲངས། ཟུར་བཅོས། དང་པོ་སྟེ། བསྟན་འཛིན་གཡང་དཀར་ཕ་ཡུལ་སྲིབ་བཞི་ཉིས་སྟོང་བདུན་བརྒྱ་དྲུག་ཅུ། གཉིས་པ་སྟེ་ཐུབ་བསྟན་རྒྱ་མཚོ་རྒྱ་རོང་འོད་དྲང་སྟེ་ཉིས་སྟོང་བཞི་བརྒྱ་བཞི་བཞི་ཞེ་ལྔ། འདི་གཉིས་ཆ་འདེམས་དོན་གཉིས་དེ་རེད་ཞོན་ཡིན། ཨེ་ཝྃ་དེ་ཚང་མ་གུག་ཐོ་ནང་ཡོད་པ་རེད། དེ་ནས་ཉིས་སྟོང་ཉི་ས་དྲུག་ལོ་བོད་མ་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞིའི་འོས་བསྡུའི་གྲུབ་འབྲས། རྒྱ་བལ་འབྲུག་གསུམ་ཕུད་པའི་གིས་ཨེ་ཤི་ཡ་དང་ཨོ་སི་ལི་ཨེ་ཤི་ཡ་ཁུལ། དང་པོ་དེ་ཨང་བྱེད་མིང་བྱེད་འདྲ་པར་བྱེད་ཕ་ཡུལ་འོད་གྲངས་བྱེད་ཟུར་བཅུ། དང་པོ་དེ་སྐལ་བཟང་ཚེ་རིང་ལགས་ཟུར་ཚོགས། གཅིག་སྟོང་བརྒྱ་མེད་གསུམ་སོ་དྲུག་འདེམས་ཐོན་རེད་ཨ་ནི། དེའི་འོག་དེ་ཨ་ནི། དགུ་ཐོག་ནང་ལ་ཡོད་པ་རེད་ཞུས་ནས། ལྷུ་ཚིགས་ནས་ལྟ་ཧ་འདི་གའི་ཆ་ནས་དངོས་གཞི་གི། ཆེ་བསྟོད་འདེམས་ཐོན་རྣམ་པ་གྱི་མཚན་ཞུ་ཚང་མ་སྒྲོགས་སྦྱང་ཞུས་ཚར་བ་ཡིན།